ད་དེ་ནས་དིང་རི་བརྒྱ་རྩ་མ། དགུ་བཅུ་གོ་བདུན་པ་དེའི་ནང་ལ། འདུལ་བའི་སྔ་དྲོར་གྲྭ་བའི་བརྡ་ཞིག་བྱུང། དུད་འདྲ་སེམས་ལ་གསན་ནོ་དིང་རི་བ་སོང་ཤག་ད། ང་ཚོ། ངས་གཉེན་ཚན་ཅིག། ཅིག་འཛོམས་ནས་ཐུག་ཡོང་དུས་གང་ལ། སྐྱིད་པོར་བཞག་ཡོད་རེད་དེ། དེ་སྐྱིད་པོ་དེའི་སྐབས་སུ། ཨ་ནི་བྲལ་བའི་སྣང་བ་དེ་ང་ཚོ་ཤར་གྱི་ཡོད་མ་རེད། ཐུག་པའི་གི་ཨ་ནི། དཔོན་འཇགས་གཉེན་གཉེན་ཚན་ཤ་ཚ་བ། དེ་ཚོ་ཐུག་ཡོང་དུས་གང་ལ། སྐྱིད་པོ་ཡོང་གི་ཡོད་རེད་དེ་ཡིན་ན་དེ་བཅུག་སྟེ། ཨ་ནི་གཏན་དུ། ཤིབ་ནི་བསྡད་ཡོད་མ་རེད་བ་ཀོ། ཁ་བྲལ་ཡོད་རུང། འོ་དེ། འདུལ་བའི།

ཁྲོ་ཐོག་ཏུ་འཛོམས་པ་དེ། ལྷག་མ་ངེས་པར་བྲལ་བ་ཡིན། ཟེར་བའི་བརྡ་གཏོང་བ་ཡིན། ད་ཡག་རྫོགས་མེད་དུས་ག་ལ་ཨ་ནི་ད་ཁྱེད་རང། བརྙན་བརྙན་ཚན་དེ་འདྲ་ཁྱེད་རང་ཚོ། ཐུག་ཐུག་ནས་ཁྱེད་རང་ཚོ། སྐྱིད་པོ་འདུག་སྟེ། ཡིན་ན་ཡང། བྲལ་གི་རེད་ད་ཟེར་བའི་བརྡ་དེ་དེ་དུས་ནས་འབྱོར་ཚར་རེད་གསུངས། འབྱུང་འགྱུར་གྱི་ལུང་བསྟན་ཡིན་པས། འདུ་བ་དང་བྲལ་བའི་སྡུག་བསྔལ་འདི་ཉིད་ནི། རང་སེམས་ལ་གཟན་པ་ཡིན་ནོ་གསུངས། དིང་རི་བ་གསུང་འདུ་བ། བྲལ་བའི་ནང་ལ་དེ་ཡང་མ་འཁྲུལ་བར་ངོས་གསུངས་ཤིག། དེ་འཛིན་འཇིགས་པ་ཡིན་གྱི་བེ་རུ་བའི་དགོངས་པ་ཡིན་གསུངས། ཞག་གཡང། ཉིན་ཅིག་ཕ་དམ་པ་རིན་པོ་ཆེ། སྐུ་མྱ་ངན་ལས་འདས་པར་ལྟར་འདུག་པ་ལ། ད་མྱ་ངན་ལས་འདས་བ་མིན་ནམ་ཟེར། ད་ང་ཚོ་དམ་པ། སངས་རྒྱས་ཀྱི་དམ་པ་དེ། དམ་པ་རིན་པོ་ཆེ་མྱ་ངན་ལས་འདས་ག་ལ་མོ་དེ།

ད་མར་མོ་ཅི་ཡག་བཞག་ནས། ཨ་ནི་ག་རེ་གསུང་བ་རེད་ཟེར་ན་ཨོ་རྒྱན་ཡོད་འདུག་མཁའ་འགྲོ་མའི་ཚོགས་དཔོན་ལ་ཕྱིན་པ་ཡིན། མཁའ་འགྲོ་ཡོད་འདུག་ཨ་ནི། ཚོགས་ཀྱི་ཆོ་ག་ཞིག་འདུག་དེ་ལ་ཕྱིན་པ་ཡིན་གསུང་བ་ཡིན་པ་རེད། མཁའ་འགྲོའི་ཚོགས་འཁོར་ལ་ཕྱག་ན་སྒྲའི་ཐོད་ཕུར་གང་འདུག་པ་དེ་སྩོལ་བར་རུང། ཨོ་དེ་ཨ་ནི་དེ་དུས་མཁའ་འགྲོའི་ཚོགས་འཁོར་ལ་ཕེབས་ནས་ནི་ལྷུང་བཟེད་ཟེར་ནས་ཐོད་པ་ཡོད་ཐོད་པ་ཐོད་པ་ཟེར་ན་ང་ཚོ་ཀ་པཱ་ལི་དེ་ག་རེ་ཚུན་དགོས་རེད་ཟེར་ན་སྟོང་པ་གཉིས་ཚུན་དགོས་རེད། ཀ་པཱ་ལི་ཐོད་པ་དེའི་ནང་ལ་ཨ་ནི་སྒྲའི་གཞི་རྣམས་ནི་ཡོད་རེད། ཨོ་དེ་ཨ་ནི་སྩོལ་ན་འགྲིག་གི་རེད་གསུང་བ་ཡིན་པ་རེད་གསུང་དུས། ཁོ། སྩོལ་འོས་འདུག་གང་ལ། ཨ་ནི་མང་པོ་ཞུས་ཤིག་ཕེལ་ནས་སྩོལ་བས་ཕེལ་བར་མང་པོར་གྱུར་བ་དེས། ཨ་ནི།

ལྷ་དམ་པ་སངས་རྒྱས་ལ་ཡང་བཀའ་དྲིན་ཞུ་མྱོང་ཡོད་ན་མི་འདོད། ཀུན་དགའ་རེད་འདུག་བ། ཀུན་དགའ། ཅི་འདྲ་ཞིག་སྨྲས་ཡོད་ས། རྨི་ལམ་ག་འདྲ་ཞིག་རྨིས་སོང་ངོ་ཞེས་ནས་ཡར་ཞུས་བ་རེད། ཞུ་ཡི་འདུག་ག་ལ་ཉི་མ་ནམ་མཁའི་དཀྱིལ་དུ་ནུབ་བ་ནུབ་ནས་འགྲོ་བ་དང། ཨ་ནི། སྒྱུག་ངན་པོས་ཚོད་ལས་མ་ཟིན་པ་ཞིག་རྨིས་ཏེ་ཕ་ཡི་མོན་པ་རྒད་པོ་ཞིག་ལ་ངན་པས་ངན་བྱེད་འོ། གསུངས། ཀུན་དགའ། ཡང། དམ་པ་ཉིད་འདས་གྲོངས་མི་སྔ་བ། ཉེ་བས། དམ་པ་རིན་པོ་ཆེ་བདག། སྐུ་གསུམ་གྱི། ཉམས་ལེན་མཐར་ཕྱིན་དུས་འགོད་ན་དད་པ་དང་གྲོངས་པ་ཟད་འདྲེ། སྔགས་ཡུལ་མ་རེ་བ་སོགས་ཞུས་བ་ཡིན་པར་མི་ངེས་པས། ངེད་རྣམས་དང་སེམས་ཅན་གྱི་དོན་ལ་གོང་ནས་ཞུ་བར་ཞུ་གསོལ་ཏེ་ཁྱེད་རང། མུ་མཐུད་ནས་ང་ཚོ་ལ། སྙན་ངག་ལས་མི་དར་བར་ཞུ་བར་གསོལ་བ་བཏབ་པ་ཡིན་པ་རེད། སྐུ་ཡི་རིམ་གྲོ་ཇི་ལྟར་བགྱིས་ངེད་རྣམས་ཀྱིས་བསྒྲུབ་པ་ལགས་སོ། སྐུ་ཡི་ཞབས་ཏོག་ག་རེ་ཞུ་དགོས་ན་ང་ཚོས་ཞུ་གི་ཡིན་ཟེར་ནས། དམ་པ་རིན་པོ་ཆེ། སྐྱེ་འཆི་ལ་ནི་རང་དབང་ཐོབ་ཚར་རེད། བས་བསྟན་འདུག་ནས། ང་ཚོས་ཨ་ནི་སྐྱབས་དགའ་དགོན་དུ་ཞུ་རོགས་བྱོས་ཟེར་ནས་ཡ་ཨོ་ཏི་ཞུས་པ་ཡིན་པ་རེད། ཨ་ནིར་རིམ་གྲོ་དང་ཞབས་ཏོག་ག་རེ་སྒྲུབ་དགོས་ན་ང་ཚོས་སྒྲུབ་གི་ཡིན་ཟེར་ནས་ཞུས་ཡོད་དུས་གང་ལ་དམ་པ་རིན་པོ་ཆེ་ཞལ་ནས་ཁོ་བོ་རོ་སྙོམས་ཀྱི་རྟོགས་པ་ཀློང་དུ་གྱུར་པའི་རྣལ་འབྱོར་བ་ཡིན་པས་དེ་ལ་དེ་འདྲ་བགྱི་བ་ག་ལ་རུང་དེ་བས་ཀྱང་ཀུན་དགའ་ཁྱེད་རང་འདིར་ཞོག་དང་ད་ཀུན་དགའ་ཁྱེད་རང་དེ་ཞོག་ཅིག་གསུངས། རྟེན་འབྲེལ་ཞིག་བྱའོ་ད་རྟེན་འབྲེལ་ཞིག་སྒྲིག་གི་ཡིན་གསུངས་བར་ད་ག་རེ་རྟེན་འབྲེལ་སྒྲུག་དུས་གནང་འདུག་གསུངས་ན། རིག་མ་ཅི་བྱིན་གྱིས་ཕྱག་རྒྱ་ཀུན་གྱི་གནས་ལྔ་ལ་བཞག་སྟེ་གནས་ལྔ་ཟེར་ན། ཨ་ནི་སྤྱི་གཙུག་བྱས། ཐོས་པ་བཅས་མགྲིན་པ་བཅས་སྙིང་ག་བཅས་གསང་བ་བཅས་ལྟོ་བ་བཅས་གསང་གནས་བཅས་འོ་འདི་ཚོ་རེད་དེ། སྐྱེས་ཆེན་གྱི་ཕྱག་རྒྱ་ཀུན་གྱི་གནས་ལྔར་བཞག་སྟེ་ཉི་མ་ནུབ་ཀྱང་ཟླ་བ་ཕག་གིས་འཆར་བར་གདའོ་གསུངས། ད་ཉི་མ་ནུབ་ན་ཡང་ཟླ་བ། རང་བཞིན་གྱིས་ཤར་ཡོང་གི་རེད་ཟེར་ང་ཚོ་ཉི་མ་ཤར་དུས་ཉི་མ་བྱོན་འགྲོ་དུས་ཟླ་བ་ཤར་ཡོང་གི་འོར་བ་འོ་འདི་དང་གཅིག་པ་རེད་གསུངས་ཡང་ཅིག་ཕྱིས་སུ། གདུང་རྐྱང་གནས་བརྟན་པའི་ཕྱིར་ས། ད། རྗེས་ལ་དམ་པ་རིན་པོ་ཆེ་མྱ་ངན་ལས་འདས་པའི་སྐབས་སུ་སྐུ་གདུང་ཞུགས་འབུལ་བྱས་ཀྱི། འོ་དེའི་གནས་དེ་ཚོ་བསྟན་པ་ཡིན་པ་རེད་ད་མྱ་ངན་ལས་ད་ག་ལ་མ་རོལ་བ་ད། ཡང་ཉིན་ཅིག་ཕྱིས་སུ་གདུང་བྱང་བའི་གནས་བསྟན་པའི་ཕྱིར་གཟུགས་བརྙན་ཞིག་བཅོས་ནས་ད་དམ་པ་རིན་པོ་ཆེའི་གཟུགས་བརྙན་ཅིག་བཟོས་ནས། ཕ་བོང་སྐྱུ་རུས་ནུབ་ཕྱོགས་སུ་མེར་བསྲེག་ཏུ་བཅུག་གོ། གདུང་བྱང་དེ་མེ་རུར་མེ་ལ་བསྲེག་ཏུ་བཅུག་ནས། ད་གདུང་བྱང་བྱེད་སྟངས་ཀྱི་གནས་བབ་འདྲ་བོ་དེ། མ་འདུག་སྲིད་ན། དཔེ་མཚོན་འདྲ་བོ་ཞིག་བསྟན་གནང་ཡོད་པ་རེད་ཕ་བོང་དཀར་ཀེ་རི་ཡོད་ཚེ་ད་ས་ཆ་དེ་མིན། ཕ་བོང་དཀར་ཀེ་རི་ནུབ་ཕྱོགས་སུ་མེར་བསྲེགས་དུ་བཅུག་པ་རེད། དིང་རིར་སྡོད་པའི་སློབ་དཔོན་སོ་སོར་གྱེས། ད་དེ་ནི་དམ་པ་རིན་པོ་ཆེ་ཞབས་ནས་ག་རེ་གསུངས་སོང་ཟེར་ན། དིང་རིར་སྡོད་པའི་དཔོན་སློབ་སོ་སོར་གྱེས། ད་དཔོན་དེ་སློབ་དཔོན། ད་དམ་པ་སངས་རྒྱས་ཆེ་ཨ་ནི་སློབ་མ། ད་ང་ཚོ་སོ་སོར་གྱེས་འགྲོ་གི་རེད་གསུངས་ཡོད་རེད། ཁོ་ཐག་ཆོད་པར་གྱིས་ཤིག་དིང་རི་བ་གསུངས། ད་ཁྱེད་རང་ཚོ་ཨ་ནི་ཁོ་ཐག་ཆོད་པར་གྱིས་ད་རུང་ཡང་ཡང་ཨ་ལས་མི་བདེ་བ་ཞུ་ནས་བས་ཏེ། མ་བྲལ་བ་བཅས་བསྡད་ཟེར་ཏེ་ཨ་ནི། སྐྱེ་བའི་ཐ་མ་འཆི་བ་རེད། འདི་འདྲས་ཡོད་མ་རེད་ཟེར་ཁོ་ཐག་ཆོད་པར་གྱིས་ཟེར་ནས་གསུངས་འདུག། དིང་རི་འདུལ་བའི་དཔོན་སློབ་སོ་སོར་གྱིས་ཁོ་ཐག་ཆོད་པར་གྱིས་དིང་རི་བ་གསུངས། སློབ་དཔོན་ནོར་བ་འདིས་གསུངས་བྱ་གང་དག་གདམས་པ་འདི། ད་ཁོ་ཐག་ཆོད་པར་གྱིས་གསུངས་ད། བློ་ཐག་ཆོད་ད་བླ་མ་དང་ད་ང་ཚོ་ཁ་བྲལ། འགྲོ་ཡ་ཡིན་པ་རེད་བྱས་ཙང་ད་སེམས་ཐག་བཅད་གསུངས་ཡོང་ཡིན་པ་རེད་ད་དུང་ཡང་མྱ་ངན་ལས་མི་ཐར་བ་ཞུ་རོགས་གྱིས་ཟེར་རེ་བ་མ་རྒྱག་གསུངས་རྩ་བའི་ད་མྱ་ངན་ལས་མི་ཐར་བ་གསོ་བ་ལྟ་བ་འདི། སངས་རྒྱས་རྣམས། མྱ་ངན་ལས་འདའ་ན་ཡང་ང་ཚོ་མྱ་ངན་ལས་མི་ཐར་བ་གསོ་བ་ལྟ་བའི་འདི། གོ། དེ་རེད་བ། ཡང་ན་བདུན་གྱིས་ང་ཚོའི་ཚོགས་གསོག་སྒྲིབ་སྦྱོང་གི་ཆ་རེད་དེ་རེད་བ། འོ་དེ་འདྲས་སོང་སློབ་དཔོན་འཕགས་པ་ལས་ཡིས་ནི་གདམས་པ་ཞིག་འདུག། དྲ་བས་བསྐྱེད་པའི་སྡུག་བསྔལ་ནི། མི་རྣམས་སྙིང་ལ་མྱུར་ལོག་སྟེ། ཆགས་ལའང་སྡུག་བསྔལ་དྲ་བ་ཡིས། མཚོན་བྱ། མཚོན་པའི་མི་དོན་ཉིད་ལྟོས། ཞེས་གསུངས་སོ། འོ་དེ་འཕགས་པ་ལས་ཡིས། སྡུག་བའི་ཐ་མ་སྟེ། ནི་དྲའི་དྲའི་སྔོན་དུ་ཡོད་མ་རེད། མདོ་ལས། འདུ་བྱེད་ཐམས་ཅད་མི་རྟག་སྟེ། ཞི་ཙམ་བསྐྱེད་པ་སྡུག་བསྔལ་ཅན། ལྔ་ཕུང་མཚན་མ་མེད་པས་སྟོང། བདག་དང་བདག་གི་བ་ཡང་མེད་གསུངས། བདག་དང་བདག་གི་བ་ཡང་མེད། ད་དེ། མདོ་ཡི་ཚིག་རེད་བཞག། འོ་དེ་འདྲས་བྱས་ནས་ད། ད་བ་དམ་པ་སངས་རྒྱས་དིང་རི་རྒྱ་ཚ་མ། ད་མྱ་ངན་ལས་བདག་ག་དམ་བླ་མ་བི་དང། ཚིག། འོ་འོ་འདི་འདྲ་རེད་ཤག། ད་འདི་ནས་བ་དམ་པ་སངས་རྒྱས་དིང་རི་རྒྱ་ཚ་མ། དགུ་བཅུ་གོ་བརྒྱད་པ་འདི་ནང་ལ། གྲོགས་པོ་ཕལ་ཆེར་ཕྱི་མི་གནས་སུ་ཐལ། ད་གྲོགས་རྒྱག་ཆེ་ཡོད་དམ་དིང་རི་བ། ད་དྲི་བ་ཅིག་བཏང་གནང་ཤག། ད་གྲོགས་པོ་ཕལ་ཆེ་བ། ཕྱི་མི་གནས་སུ་ཐལ་ས་ཞག་སུ་བ་དམ་པ་སངས་རྒྱས་དགུང་ལོ་སྐུ་ཚེ་རིང་པོ་བཞུགས་ཞུ་བ་ཡིན་པར་བ། ད། དམ་པ་རིན་པོ་ཆེ་ཡིས། རྒྱ་གར་གྱི་གྲུབ་ཆེན་གྱི་གྲས་ནས། རེད་རེད་དེ་གྲུབ་ཆེན་སྔར་གྱི། གྲོགས་པོ་ཕལ་ཆེ་བ་ཨ་ནི་ཕྱི་མི་གནས་སུ་ཐལ་ས་རེད་ད་དག་ན་བྱིན་གྱིས་ང་རང་ཚོ་ཡང། ཨ་ནི་གྲོགས་པོ་མང་པོ་ཞིག། ལོ་ཡག་རྒྱལ་ཡོང་དུས་སྒང་ལ། རང་དང་མཉམ་འབྲེལ་གྱི་གྲོགས་པོ་མང་པོ་ཞིག་མྱ་ངན་ལས་འདས་ཟིན་པར། འོ་དེ་སོང་བ་རེད་གྲོགས་པོ་དེ་ཚོས་ཕྱི་མི་གནས་སུ་ཐལ། ཟ་གྲོགས་རྒྱག་བྱེད་ཡོད་དམ་དིང་རི་བ། བྱས་ཙང་ལྟ། ཁྱེད་རང་ཚོ་ལྟ། མི་ཚོ། མང་པོ་ཞིག་མྱ་ངན་ལས་འདས་ས་བཞག་ལྟ་ཁྱེད་རང་མྱ་ངན་ལས་འདས་བའི་མཚམས་ལ་སླེབས་བ་རེད། བྱས་ཙང་ལྟ། ཚེ་ཕྱི་མིས། རྒྱག་བྱེད་གྲ་འགྲིག་བྱས་བས། རྒྱག་བྱེད་ཟིན་ན་ང་ཚོ་ཕར་ཚུར། ལམ་ཁ་ལ་འགྲོ་བའི་སྐབས་སུ། ཟ་ཡས་ཀྱི། ཟ་ཡས་གོན་ཡས་བཏུང་ཡས་ཀྱི་ཡོ་བྱད་ཚོ་ལ་རྒྱག་བྱེད་ཟེར་གི་རེད་བ། རྒྱག་བྱེད། ཟ་གྲོགས་རྒྱག་བྱེད་ཡོད་དམ་དིང་རི་བ། གྲོགས་པོ་ཕལ་ཆེ་བ་འཇིག་རྟེན་ཕྱི་མིའི་གནས་སུ་ཐལ་བས། འཇིག་རྟེན་ཕྱི་མར་ཕན་པའི་ཟ་གྲོགས་དང་རྒྱག་བྱེད་ཀྱི་གྲ་འགྲིག་ཡོད། ཡོད་པས་སོང། ལྟ་ཁྱེད་རང་ཚོ་གྲ་འགྲིག་བྱས་བས། ལྟ། གྲ་འགྲིག་བྱས་སོང། དེ་ཡང་མངོན་དུ་གྱུར་བ། གྱིས་ཤིག། ཕྱིར་མི་ལྡོག་པ་ཡིན་གྱིས། ལ་གཅིག་ཀ་རིས། དགོངས་པ་ཡིན་གསུངས། ཞག་དེ་དམ་པ་གཅིག་རེ་ཞག། ཨ་ནི་རྒྱ་གོང་པ་ལ། རྒྱ་གོང་མ་ལ། དམ་པ་རིན་པོ་ཆེ་ཞག་ནས། དེ་རིང་ནངས་པར་ཁྱོད་ཀྱི་ཕ་འཆི་བར་འདུག་པས། དེ་ལ་ངུས་ན། ཉམས་མྱོང་སྐྱེ་འགར་ཤོར་ནས། ཁྱེད་རང་ལ་རྣལ་འབྱོར་རུང་མ་མི་བཏུབ་བོ། རྒྱ་གོང་མ་སེང་གེ་ཁོང་ལ། ཁྱེད་རང་གི་ཕ། ད་རིང། ནངས་པར་ན་ད་རིང། ད་རིང་ཞོགས་ཨེ། ཨ་ནི། འཆི་བར་འདུག་པས་ཨ་ནི་དེ་ལ་ཁྱེད་རང་ངུས། ཨ་ནི། སེམས་ཁྲལ་བྱས་བསྡད་པ་ཡིན་ན། ཉམས་མྱོང་ནི་སྐྱེ་འགར་ཤོར་ནས། ཁྱེད་རང་ལ་རྣལ་འབྱོར་མ་མི་བཏུབ་བོ། ཨ་ནི་རྣལ་འབྱོར་གྱི་ཉམས་ལེན་དེ་ལ་ཉམས་ཀྱི་རེད། བྱས་ཙང་མྱ་ངན་བྱས་ནས་མ་བསྡད་སོང་བ་ཡིན་པ་རེད། མུ་མཐུད་ནས་རྣམ་དཔྱོད་ལ་རྩེ་གཅིག་ཏུ་མཉམ་པར་བཞག་པར་མ་གཏོགས་དེ་འདྲ་ཡི་སྡུག་བསྔལ་གྱི་ཞག་དབང་དུ་བཏང་ནས་བསྡད་ན་འགྲིག་གི་མ་རེད་གསུང་བ་རེད་བ་ཨ་དེས་ང་རང་ཚོ་མྱ་ངན་ཕ་དམ་པ་སངས་རྒྱས་མྱ་ངན་ལས་འདའ་བའི་བར་ལ་སླེབས་འདོད་དུས་དེ་ལ་ནི་སེམས་ཁྲལ་དང་སྡུག་བསྔལ་བྱེད་དེ་ནི་ཕན་གི་མ་རེད་བསླབ་མེད་གདམས་ངག་དེ་བརྒྱད་དེ་མུ་མཐུད་ནས་རྣམ་དཔྱོད་ལ་རྩེ་གཅིག་ཏུ་བསྒོམ་ནས་རྩེ་གཅིག་ཉམས་སུ་བླངས་པ་ཡིན་ན་ཨ་ནི་བླ་མའི་དགོངས་པ་རྫོགས་པ་ཡིན་ཙང་རྣམ་དཔྱོད་ལ་མུ་མཐུད་ནས་ཨ་ནི་ཉམས་ལེན་རྩེ་གཅིག་ཏུ་བསྡད་བོ་རེད་གསུང་བ་རེད་བ། འོ་དེ་སོང། ཟེར་ནས་དམ་པ་གཉིས་རྟེན་འབྲེལ་གྱི་ཁང་པར་དཀའ་ཐུབ་མཛད་པའི་ཚོ་བ་ཅི་རེད་བྱོས་ནས་བུད་མེད་རྣམས་ལ་འདི་སྐད་གསུངས་སོང་ད་རྣལ་འབྱོར་མ་བུད་མེད་མང་པོ་འགྲོ་བ་འདི་སྐད་དེ་ལ་ག་རེ་གསུངས་པ་རེད་ན་དམག་སྟོང་གི་བདག་པོར་གར་འགྲོ་ཆ་མེད། རྒྱ་སྒོམ་གྱི་རི་ལ་དགེ་སྦྱོར་གྱིས་གནམ་སྟོང་གི་ནུབ་མོ་གསོ་བ་ཐོབ་གནམ་སྟོང་གི་ནུབ་མོ་གསོ་བ་ཐོབ་ལི་རུ་བ་དང་ནམ་མཁའ་འདྲ། དགེ་སྦྱོར་ནམ་གྱི་དབྱིངས་སུ་བྱེད། འགྱུར་མེད་ལུས་འདི་བོར་ལས་ཆེ། སྲིད་གསུམ་གྱི་ཟླ་བ་ཤར་ནས་རྒས། ཤ་ཆུ་ཀུན་གྱི་ཕྱོགས་སུ་བསྒྱུར། ད་དེ་གོ་བར་གྱིས་ཤིག་དིང་རི་བ། ཀུན་དགའ་མ་སྐྱོ་རང་རེ་བསྟེན་པར་དགོས། ལེ་ལོ་མ་བྱེད་འགྲུབ་བ་ཉམས་སུ་ལོངས། ང་ཡི་དྲུང་དུ་བདེ་ལ་བདག་ཤ་ཆོད། སེམས་ཅན་དོན་ཡང་ཤི་ནས་འགྲུབ་དེ་ཅི། ཤི་ནས་དྲི་ཟ་མི་རྙེད་དིང་རི་བ། སྐྱོ་ངེས་ཟླ་བ་ཟེར་ལ་ཁད། ནམ་ཀྱང་ཐག་རིང་དུས་སུ་སོང། གནམ་སྟོང་ཟླ་བ་མཐོང་མི་འགྱུར། དེ་ཀུན་གོ་བར་གྱིས་ཤིག་དིང་རི་བ། འདི་རིགས་ཤོག་དང་དིང་རིའི་རྣལ་འབྱོར་པ། མ་བདེ་ཀུན་ཨ་ཙཱ་ར་ལ་དྲིས། མ་བདེ་བ་དེ་འདྲ་བྱུང་ན་ཨ་ནི་ང་ལ་དྲིས་ཤོག་གསུངས། ན་བཟའ་མེད་པར་འབྱུང་བ་ཕྲུ་གུའི་མདའ། འདི་ལྟར་དངོས་པོ་ཐམས་ཅད་མི་རྟག་པར། ཤར་གྱི་ལ་སྐྱེས་ཤིག་འདེབས་སུ་འགྲོ། ཟད་པ་དམ་པ་སངས་རྒྱས། ཤ་གྱི་རི་ལ་སྐྱེས་ཤིག་འདེབས་ཀྱིན་ཡིན་ཟླ་ཉག་ལ་བསྡད་ཀྱིན་ཡིན་སོང་བ་རོ། ཤ་གྱི་རི་ལ་སྐྱེས་ཤིག་འདེབས་སུ་འགྲོ། འདུས་བྱས་མི་རྟག་འགྱུར་མེད་ལུས་འདི་བོར། ཕྱིའི་སྣང་བ། ནུབ་ནས་འཛིན་མེད་རིག་པར་རྟོགས། ལོག་ནས་རང་བཞིན་མེད་པས་དེ་ནས་ཤུན་ཏུ་འགྲོ། ཕྱི་ནས་འགྱོད་པར་འོང་དིང་རི་བ། བོས་བའི་མི་ཚུལ་རྩལ་བས་མི་རྙེད་ཀྱང། གསོལ་བ་བཏབ་ན་བྱིན་རླབས་འབྱུང་གིན་གདའ། ལས་བཟང་རྟགས་འདིའི་ཚིག་རིང་པོ་འདུག། གོ་བདེ་བོ་རེ་བཞག་ག་འདྲ། ཕ་དམ་པ་སངས་རྒྱས་ལ་མུ་མཐུད་ནས་གསོལ་བ་བཏབ། གདམས་པ་མཛོད། རྩེ་གཅིག་གིས་ཉམས་སུ་ལོངས་སོང། གསོལ་བ་བཏབ་ནས་བྱིན་རླབས་འབྱུང་གིན་གདའ་ཟེར་ད། ང་མྱ་ངན་ལས་འདས་ན་ཡང། ཨཱ་ནི། གསོལ་བ་བཏབ་པ་ཡིན་ན། བྱིན་རླབས་མུ་མཐུད་ནི། འབྱུང་གིན་རེད་སོང། བྱེད་པ་ལ་སོགས་པ་གསུངས་དེ་ལྟར་ཡང་མདོ་ལས། ལོ་བརྒྱ་དུ་བའི་རྟ་འདི། འཕགས་པ། ལྗོན་ཤིང་གི་མདོ་ལས། འཕགས་པ་ལྗོན་ཤིང་གི་མདོ། ལོ་བརྒྱ་དུ་བའི་ཟས་ཡོད་ཀྱང་ཤི་བའི་ནང་པ་ལྟོགས་པར་འགྲོ། ལོ་བརྒྱ་དུ་བའི་གོས་ཡོད་ཀྱང། ཤི་བའི་ནང་པ་གཅེར་བུར་འགྲོ། བློ་ལྡན་མཁས་ཙམ་གང་ཡང་རུང། དགེ་བཅུ་ཀ་ཡང་མ་གཏོང་ཞིག། མི་དགེ་བཅུ་བཅུ་བླ་ན་ཡང། ངན་སོན་བཟོད་གླགས་མེད་ལགས་པས། དེ་ལས་སོམས་ན་ལྷ་བཟོས་མཛོད། རྟ་འདི།

བློ་དང་གོས་ལ་ཆགས་པའི་ཆགས་སེམས་འདི་བརྒྱད་དེ། ལྡོག་ག་རེ་སོང་བར་བ། ད་དམ་པ་རིན་པོ་ཆེའི་གདམས་པ་དང། རྗེས་སུ་མཐུན་པ་མདོ་ཡི་ཚིག་འདི་ཚོ། བཙན་པོ་ཞུས་དུ་བ། བློ་ལྡན་མཁས་གཙང་གང་ཡང་རུང། ད་བློ་རིག་པ་དང་ལྡན་པ། སྤྱང་པོ་དུང་པོ་རིག་པ། མཛངས་པ་ཡིན་ཟིན་ཡིན་ན། དགེ་བཅུ་ཀ་ཡང་མ་བཏང་ཞིག། དགེ་བ་བཅུ་དེ་ག་ཚོད་ཀ་ལས་ཁག་པོ་ཡིན་ན། རྩ་བ་ཉིད་མ་བཏང། དགེ་བ་བཅུ། དགེ་བ་བཅུ། ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ། དགེ་བ་བཅུ་བོ་དེ། མི་དགེ་བ་བཅུ་སྤངས་ནས་དགེ་བ་བཅུ་དེ་རྩེ་གཅིག་གིས་འབད་བརྩོན། བྱེད་ཡོད་གསུངས། ཀ་ལས་ཁག་ན་ཡང་འདི་ལ་འབད་བརྩོན་བྱེད་ཡོད་གསུངས། མི་དགེ་བ་བཅུ་སྟེ། ལས་སླ་བ་རེ་སྲོག་གཅོད་པ་མ་བྱིན་ལེན་པ་ལ་སོགས་པས་མི་དགེ་བ་བཅུ་དེ་བྱེད། ཅེས་པ་དང་ལས་སླ་བ་རེ་སྐྱེ་བ་སྔ་བ་ནས་ང་ཚོ་གོམས་བསྡད་ད་ལས་སླ་བོ་ཡོར་དེ་ཡིན་ན་ཡང། སྐྱེ་བ་ཕྱི་མ་ལ་མི་དགེ་བ་བཅུ་སྤྱད་པ་དེའི་འབྲས་བུ་དེ། ངན་སོང་གི་སྡུག་བསྔལ་བས་བཟོད་ཐབས་མེད་པའི་སྡུག་བསྔལ་མྱང་ཡ་སྟེ། དེ་འདྲ་བསམ་བློ་བཏང་སོང་བ་རེད་བ། ངན་སོང་བཟོད་བླག་མེད་ལགས་པས་དེ་ལ་སོམས་ལ་ལྷ་ཆོས་མཛོད། ལྷ་ཆོས་དགེ་བ་བཅུ་ལ། རིགས་པ་བསྒྲིམས་ནས་ད་ཙ་ནི་ལྷ་ཡང་ལ་མ་བཏང་བ་བྱེད། སྒོམ་དགོས་རེད་གསུངས་འདུག་བ། མདོ་ལས་ད་མདོ་དེ་སངས་རྒྱས་བཅོམ་ལྡན་འདས་གསུངས་རེད་བ། འོ་དེ་འདྲས་གསུངས་ཤག།

འདོད་པ་འདོད་པ་རྣམས་ལ་མ་ཆགས་པར་བྱས། ཞེ་སྡང་སེམས་ཅན་སོ་རྩ་ནི་སྐྱེས་མ་བཅུག་གསུངས། ངན་པར་ལྟ་བ་ཀུན་སྤངས་ན་འོ་སེམས་པའི་སྤྱོད་པའོ་སོ་འོ་དེ་འདྲས་ཀྱི་ལ་བསླབ་པ་ཡིན་ན་ཨཱ་ནི་ད་བྱང་ཆུབ་སེམས་པའི་སྤྱོད་པ་ལ་བསླབ་བ་ཟིན་ན་འོ་དེ་འདྲས་ཞིག་རེད་གསུངས། འོ་དེ་འདྲས་གསུངས་ཤག་ད་རྡོ་ཡི་ཚིག་འདི་རྫོགས། དེ་འདྲས་དེ་འདྲས་རེད་ཤག། ཨཱ་ཐུགས་རྗེ་ཆེ། ཨཱ་ད་རིང། ཟླ་བ་བསམ་བཞག་པ་ཡིན་ཨཱ་ནི་སང་ཉིན་དེ་བཅུག་དེ་ནས་མ། ད་དམ་པ། སངས་རྒྱས་ཀྱི་དིང་རི་བརྒྱ་རྩ་མ་དག་དགུ་བཅུ་གོ་དགུ་བ་དང། ཨཱ་ནི་བརྒྱ་པ་དེ།

མགོན་པོ་དམ་པ་སངས་རྒྱས་ཀྱིས་དུལ་བ་ཉམས་ལེན་མཛད་སའི་ས་བཅད་སྐོར་མང་པོ་ཞིག་གི་འགྲེལ་པ་འདི་ནང་ལ་ཐུགས་སུ་བཀོད་བཞག་ནི་ང་རང་ཚོ་དང་བ་སྐྱེལ་ཆེད་དུ་པོ་དམ་པ་སངས་རྒྱས་དང་ཉིད་ལྔ་རུ་གྲུབ་བ་ཉམས་ལེན་ག་ཚོད་གནང་བས། དེ་སྐད་དེ་མཁྱེན་རྟོགས་བྱུང་བ་ཡིན་ན་ཡང། དེས་བླ་མ་ལ་མོས་གུས་དང་ཁོང་གི་གདམས་པ་ཟབ་མོ་དེའི་རིན་ཐང། ཤེས་ཡོད་ཆེད་དུ། དེའི་མཇུག་དེ་ནས་མ་ཞུས་བཞག་ཡིན་འགྲེལ་བ་འདི་ནང་གི་བདེ་བ་ལ་སོགས་དེ་ནས་བདག་ཁེ་ཚང། དེང་རེས་བརྒྱ་རྩ་མ། དགུ་བཅུ་གོ་བརྒྱད་པ་དེ་ཞུ་བ་རེད་ད། དེ་ནས་མ་བྱུང།

ད་སྒྲོ་འདོགས་ཆོད་ཅིག་ཟ། སྒྲོ་འདོགས་དེ་འདྲ་ནས་ཆོད་ཅིག་མ་འདུག། ཨ་ནི་སང་རྐྱང་གནངས་རྐྱང་བྱས་འདས་ན་ཨ་ནི་ཉི་མ་ཅིག་ཚེ་རྡོ་རྗེ་དེ་སླེབས་དུས་ཨ་ནི་ཕྱི་དྲ་བར་བ། བྱས་ཙང་དེ་འདྲ་ནས་ད་སྒྲོ་འདོགས་ཆོད་ཅིག་ཟེར། དེ་ནི་མ་དག་མང་པོ་གསུངས་བཞག་པ་དེ་སྒྲོ་འདོགས་ཆོད་པ་ཆེ་སོང་བ་ཡིན་པར་བ། འོ་དེ་བྱས་ནས་སྒྲོ་འདོགས་ད་ལྟ་ནས་ཆོད་ཅིག་ཐིང་རི་བ་སོང་འདུག། ཏོལ་སྐྱེས་ཀྱི་ཤེས་པ་ངོས་བཟུང་ཞིག་དྲན་པ་རང་གྲོལ་དུ་འགྲོ་བས། ཨ་ནི་ཤེས་རབ་བཟང་པོའི་དགོངས་པ་ཡིན་ཟེར་ད་གྲུབ་ཆེན་ཤེས་རབ་བཟང་པོ་ཟེར་ཁོང་གིས། རྒྱ་གར་གྱི་གྲུབ་ཆེན་བོད་ཀྱི་གྲུབ་ཆེན་མང་པོ་ཞིག་ཨ་ནི་བདམས་པ། དེ་འདྲས་དེའི་ནང་ལ་འགྲེལ་བ་དེའི་ནང་ལ་ཕྱོགས་བསྒྲིགས་གནང་འདུག།

དེའི་ཆོས་ལུགས་འདི་ལ་གཞིས་བྱེས་པ་ཟེར་ནས་ད་ང་ཚོའི་བོད་ལ་ཆོས་ལུགས་མང་པོ་ཡོད་པའི་ནང་ནས་གཞིས་བྱེས་འདི་ཡང་ལྷོ་དམ་པ་སངས་རྒྱས་དམ་པའི་གི་ཆོས་ལུགས་འདི་ཡང་གཞིས་བྱེས་པ་ཟེར་ནས་ཆོས་ལུགས་གཅིག་ཆགས་བསྡད་ཡོད་རེད། འོ་དེའི་རྣམ་ཐར་རེད་ལྷོ་དམ་པ་སངས་རྒྱས་ཀྱི་རྣམ་ཐར་དེའི་ནང་ལ་དམ་པ་རིན་པོ་ཆེས་མྱ་ངན་ལས་འདའ་བར་ལུང་བསྟན་པ་ནས་བཟུང་ཤ་ནི་དམ་པ་རིན་པོ་ཆེའི་ཤ་ནི་གསང་ཕོད་དེར་ཨ་ཙཱ་རི་རོ་ཞིག་བྱུང་བས་དེའི་ཤ་ཟོས་ན་བདུན་ཚར་བ་ཡིན་ཏེ་རྒྱུས་མེད་པོ་ཚེ་བློ་ཉེས་བྱེད་པར་བྱའོ། ད་རྒྱུས་མི་སྙན་ཅིག། ད་ཕོ་དམ་པ་སངས་རྒྱས་ཀྱི་སྐུ་ཤ། དེ་འདྲའི་བྱིན་རླབས་ད་ང་ཚོ་འདི། གང་ཟག་ཆོ་བོའི་མ་ནི་རི་བོ་རེད། བདུད་རྩིའི་རི་བོ་རེད། སྐྱེ་བོ་དམ་པ་མང་པོ་གི། བྱིན་རླབས། བབ་ད། བྱས་པའི། བྱིན་རླབས་འདི་ཚོ་ང་ཚོ་སྣང་མེད་ཞེས་མི་འདུག་བ། འདི་ཚོ་གི་བྱིན་ལྡན་འདི་ཚོ་ལ་བས་ཏེ་བབ་ད་མང་པོ་ཡོད་པ། ང་ཚོས་ཡིད་ཆེས་བྱས་ནས་བྱིན་རླབས་འདི་ཚོ་ད་འབོད་བོ་ཆགས་བསྡད་དུས།

ཁོ་རང་གི་མདུན་ལམ་འདི་ལ་ཧ་ཅང་གི་ཁྱད་ཆོས་ཆེན་པོ་དང་ལྡན་པ་དེ་འདྲའི་ཐབས། བྱིན་རླབས་འདི་ཚོའི་མིང་ལ་ཡང་མྱོང་གྲོགས་བདུད་རྩི་ཟེར་འདྲ་བོ། ཨ་མདའ་ནང་བཞིན་གྱི་དེ་ཐ་སྙད་མང་པོ་འདུག་ཨ། འོ་དེ་ཐ་སྙད་དེ་དང་འབྲེལ་བའི་བྱིན་རླབས་དེ་ཚོའི་ནང་ལོགས་ལ་ཐབས་ལྟ་མང་པོ་ཡོད་རེད་བ། སོ་ཙང་ང་ཚོ་ལ་ད་དམ་པ་སངས་རྒྱས་ཀྱི་སྐུ་ཞབས་ཀྱི་བྱིན་ལྡན་གྱི་ཐབས་རྒྱུན་ཏན་ཏན་ང་ཚོ་ལ་བྱུང་ཡོད་རེད། སྟོད་ཁུལ་ལ་ཡང་ཨ་ནི་བྱིན་ལྡན་མང་པོ་འདུག་ཨ། ང་ཚོའི་ནང་ལ་ཡང་སྔོན་མ་ཨ་ནི་ཁྱིམ་ཁམས་ཅིག་འདུག་འདི་ནང་ལ། སྐུ་ཞབས་དེ་འདྲས་མང་པོ་འདུག། ལྟ་ཞིབ་ཚགས་པར་བལྟ་ཡ་བྱུང་མ་སོང། འོ་དེ་ཚོའི་ཡང་བསྟན་དོན་རི་བོ་ཞིག་ངོ་མ་འདུག་ཟེར་ནས། བ་ཡོད་ལོ། ཨ་ནི་བསྟན་བཤིག་བྱས་པའི་ཤེལ་དཀར་ཆོས་ཀྱི་དགའ་ལྡན་ལེགས་བཤད་གླིང་གི་ཤེས་རབ་ཤེལ་དཀར་མངའ་ཞབས་ཀྱི་བརྟན་བཞུགས་ཀྱི་གོ་ལའི་ཤུལ་བ་རེད་དེ་དུས། དགོན་པ་དང་ཟུང་འབྲེལ་གྱི་ཐོག་ནས་ང་ཚོས་ཁ་བརྡ་བྱིན་ལྡན་ཅིག་ང་ཚོས་སྤེལ་ཐུབ་ཡོད་རེད། འོ་དེ་འདྲ་བྱས་ནས་ད་ག་འདྲ་བྱིན་ལྡན་འདིའི་རིགས་དེ་ཚོ་ལ་ང་ཚོ་དེ་འདྲས་ཀྱི་ཁ་བརྡ་ཡོད་རེད། སོང་ཙང་དེ་ཚོ་ལ་ཨ་ནི་མོལ་བ་བྱས་ནས་བྱིན་རླབས་དེ་ཚོ་སྤྱོད་པ་ཡིན་ན། ཨ་ནི་ད་དེ།

མི་སྐྱེ་དང་མེད་བར་བྱས་ནས་འཆོལ་བ་ཡིན་ན། བྱིན་རླབས་འདི་ཚོ་དཔེ་མི་སྲིད། ང་ཚོ་ལ་ཕན་ཐོགས་ཆེན་པོ། གདམས་པ། དཔེར་ན་ཕ་དམ་པ་སངས་རྒྱས་ཀྱི་གདམས་པ་རྒྱུད་ལ་སྐྱེ་ཡི་ཡང་ཅིག་གོ། རྫས་དང་སྔགས་དང་ཏིང་ངེ་འཛིན་གྱིས་ནུས་པ་ཁྱད་པར་ཅན་ཡོང་སྟེ་བར་བ། འོ་དེ་འདྲའི་སོ་མཚན་ད་འདི་རྫས་ཀྱི་ཐོག་ནས་རེད། རྫས་ཀྱི་ཐོག་ནས་རེད་གཉིས་ནི་བྱིན་རླབས་ཀྱི་ཐོག་ནས་རེད། འོ་དེ་འདྲའི་རེད་ཤག་དེ་ཞེས་གསལ་བཤད་ཞུ་ཡོད་དེ། དེ་ནས་ཡང་བལ་བཟར་སྐོར་ལྟར་ལ་ཞིང་སྐྱོང་གི་མཁའ་འགྲོ་མ་ཚོས་ངེད་ཀྱི་དཔའ་བོ་རྡོ་རྗེ་དགའ་ལྡན་དུ་འགྲོ་ཟེར་ནས། ངོ་ཡིན་འདུག་པ་སྨྲས་ཡིན་གསུངས་བྱུང། དོན་ཀླུ་སྒྲུབ་ཀྱི་ཚབ་ལོས་ཆོས་སྟོན་པའི་དུས་སུ་དིང་རི་བ་གཉིད་ལོག་པའི་སྙིང་རུས་ཨ་ཙེ་ལ་བསྐྱལ་བཏེགས་པ་ཡིན་ནོ་ཟེར་ད་ཁྱེད་རང་ཚོ་དམ་པ་ཉམས་སུ་ཡང་མི་ལེན་ཨ་ནི་སྙིང་རུས་མི་འདུག་བ་ཟེར་ནས་ད། སྙིང་རུས་མི་འདུག་བ་ཟེར་དུས་སྙིང་རུས་ཆགས་སྲོལ་རེད་ད། སྙིང་ལ་ཡང་རུས་བ་བསྐྱལ་ནས་ཨ་ནི་དམ་པ་ཉམས་སུ་བསྟེན་དགོས་རེད་དེ་ནས་སྙིང་རུས་ཟེར་མི་འདུག་གསུངས་ད། བཀའ་བཀྱོན་ཕེར་བ་རེད། དིང་རི་བ་གཉིད་ལོག་པའི་སྙིང་རུས་ཨ་ཙེ་ལ་བསྐྱལ་བཏེགས་པ་ཡིན་ནོ་ད་ང་ནི་ཨ་ནི་ད། ཚེ་འདིའི་བསྐྱལ་བཏེགས་ནས་ཕྱི་མ་ལ་བག་ཕེབས་ཉེན་བརྡ་སྤྱི་དང། ཕྱི་མ་ལ་བས་ཁོང་ཚོ་ལ་སྐྱེ་འཆི་ལ་རང་དབང་ཐོབ་བསྡད་རོགས། ཞིང་ཁམས་ནས་ཞིང་ཁམས་ལ་ཕེབས་ཡ་མ་འདུག་ཕ་དམ་པ་སངས་རྒྱས་བདག་ཉིད་ལ་དག་ཞིང་ལ་ཕེབས་ན་རེད་ཡང་ན་སེམས་ཅན་འགྲོ་དོན་ལ་ཞིང་གཞན་དུ་ཕེབས་ན་རེད་འོ་དེ་འདྲས་རེད་བསྡད་རོགས་འོ་དེ་འདྲས་སོང་ཤག་སྟོན་པ་ཆོས་བཟང་ལ་བོས་ནས་ཨ་ནི་མཐའ་མི་མོན་པ་རྒད་པོ་ཞིག་ལ་བྱམས་པའི་བང་ཆེན་བྱུང་བའི་དིང་རིར་བདེ་སློང་ཙམ་མེད་པའི་ཉེ་ཆགས་འགྲོ་གྲབས་གྱིས་ཤིག་གསུངས་སྐྱེ་བ་ལ་སོགས་པ་གསང་བོད་གྲོངས་སུ་འགྲོ་བའི་ལུང་དུ་མ་བསྟན་ཟླ། ལོ་སྔོན་མ་ནས་ད་ལུང་བསྟན་མང་པོ་གནང་ཚར་འདུག་ཨ། ལོ་སྔོན་མ་ནས་ལུང་བསྟན་གནང་ཚར་འདུག་ཨ་ངོ་བོ་དེ་སུ་འགོ་བ་རེད། བྱས་ཙང་པ་ཨ་ནི་དམ་པར་ད་ཞིང་ལ་ཕེབས་ཡོད་དུས་ལ་ད་དངོས་སུ་བབས་དེ་བ་ལོ་སྔོན་མ་ནས་ལུང་བསྟན་ཡོད་སོང་བ་ཡིན་པར་བ། དགོན་པ་སྲོང་བཙན་ལ་བོས་ནས་ཕྱི་གསུམ་གྱི་ཟླ་བ་གསར་པ་ཡང་བདེ་ལོང་མེད་པས། ཨ་ཙཱ་ར་ལ་དྲི་བ་བྱས་བ་རེད། ན་བྱས་ཙང་ད་ཁྱེད་རང་ཚོ་སློབ་མའི་ཚོགས་རྣམས་ཨ་ནི་དྲི་བ་བྱས་ཡོད་ན་ད་བྱས། དྲི་བ་བཏང་ཡོད་ན་བཏང་ཟིན་ད་ང་ཨ་ནི་སྐྱེས་འདེགས་པ་ཡིན། ཟླ་ཞིང་གཞན་ལ་འཕེལ་བ། མྱ་ངན་ལས་འདའ་བའི་དུས་ལ་བབ་སོང་སོང་བ་ཡིན་པར་བ། བྱ་བ་ཡང། སྟོན་པ་ཁྲི་པར་ལ་བོས་ནས། ཨ་ཙཱ་ར་ཤིག། མི་རིང་བར་འཆི་བར་འདུག་པས། དེའི་རོ་ལ་འདི། ཐོབ་ལ། ཁྲུས་དག་པར་གྱིས་ཤིག། ཀྱང་ཆུ་མ་བོར་བར་ཁྱེད་རང་འཐུང་ཞིག་གསུངས། ད་ངས། སྐུ། དམ་པ་རིན་པོ་ཆེའི་སྐུ་གཟུགས་ལ་ཁྲུས་གསོག་བྱས། འདི་ཁྲུས་འདི། ཁྱེད་རང་འཐུང་ཞིག་གསུངས། ཟླ་འདི། བྱིན་རླབས་ཀྱི་ཚན་ཁ་ཅིག་ཡོད་ཀྱི་རུ་བ། དོན་ཆེན་པོ་དང་ལྡན་ནོ་གསུངས་ཤག་ཁོ་རང་ལ་སྟོན་པ་ཁྲི་པར་ཟེར་ཏེ་ཁོ་རང་སྐད་བཏང་ནས་ཁོང་ལ་འོ་དེ་འདྲ་ཞེས་ནས་སོང་བ་ཡིན་པ་རེད། བྱ་བ་སོགས་མྱུར་བར་མྱ་ངན་ལས་བཟླ་བའི་ལུང་དུ་མ་དང་ཐུགས་སྲས་བརྒྱ་སྒོམ་པ་སྤྱན་གྱིས་གཟིགས་ནས་ཨ་ཙཱ་ར་ནི་བྱང་ཆུབ་ཆེན་པོའི་ཚོགས། བརྒྱ་སྒོམ་གྱི་རི་ལ་སྐྱེས། དེ་ལ་འཁོར་བ་རྣམས་ཀྱི། སོ་མ་བསྲེགས་པར་དགའོ། དག་པོ་རི་དང་དུང་ཐལ་གྱི་མཛོད་ལ། ཚ་ཚ་བརྒྱབ་ནས་དགོན་པའི་རིགས་ཞེས་བརྗོད་ས་རེད་འོ། དེ་ནས་ཡང་སྐྱེས་ས་ང་ཚོ་དིང་རི་ལ། རྣམ་པ་ཚོ་བསྒྲལ་བ་ཚོ་དིང་རི་ནས་ཚུགས་མཁན་ཉུང་ཉེན་ཚོ་ས་ཆ་ཚོ་ཧ་གོ་བོར་བ་ད་ང། བཙན་བྱོལ་ལ་སྐྱེས་ས་དིང་རི་གི་ས་ཆ་མང་པོ་ཅིག་ད་རྒྱུས་ཡོད་མ་རེད། བྱང་ཆུབ་ཆེན་པོའི་ཚ་ཚ་རྒྱ་སྒོམ་གྱི་རི་ལ་སྐྱེས་མཆིས། དེ་ཡང་ཚ་ཚ་དེ་ལ་ག་རེ་རེད་ཟེར་ན། སོ་བཏང། མེ་ལ་བསྲེགས་ནས་སོ་བཏང་ན་སོ་བཏང་ན། མི་འཇིགས་པ་བཅས་བསྡམས་པ་མི་འཇིགས་པ་བཅས་གོ། དྲག་པོ་བྱའོ་རང་ངོ་དེ། སྲོག་དང་ཞོ་སོང། ཞེས་པ་ལ་སོགས་པ་མང་དུ་གསུངས། སྐུ་ཚེ་ཐ་མལ་གྱི། མྱ་ངན་ལས་འདས་པའི་ཚིག་དེ་ཚོ་མ། གསུངས་གནང་འདུག། མྱ་ངན་ལས་འདའ་བའི་སྐབས་སུ་ད་ཚ་བ་ག་འདྲ་བྱེད་དང། དེའི་རིམ་པ་དེ་བརྒྱད་དེ་གསུངས་འདུག། འོ་དེ་ཤ། ད་དེ་ནི་ཐིག་ལེ། ཤེས་རབ་མེད་ན་ལམ་གྱི་འཁྲུལ་བ་སེལ་མི་ནུས་པས། ངོ་བོ་ཤེས་རབ་ཀྱི་དབང་པོ་རྣོ་བ་ཞིག་དགོས་ཏེ། ཐོས་པའི་ཤེས་རབ་ཀྱིས་ཆོས་ཀྱི་རྣམ་པ་ལ་སྒྲོ་འདོགས་གཅོད། ད་འཇམ་པའི་དབྱངས་ལ་སོགས་བཏབ་ནས་ང་ཚོ་ཤེས་རབ་གོང་ནས་གོང་དུ་འཕེལ་བར་བྱས་ནས་ད། བདག་མེད་རྟོགས་པའི་ཤེས་རབ་ལ་སོགས་པ་འཛིན་ཚོར་རྒྱུད་ལ་སྐྱེས་པ་ལ་གྲོགས། འཇམ་རི་ཡང་ལ་སོགས་བ་ལྟ་བའི་དེ་ང་ཚོར་དཔེ་མི་སྲིད་མཁས་ཆེན་པོ་རེད་ང་ཚོ་ཆུང་དུས་ནས། ཕ་མ་འཛིན་ཚོས་ཡང་ཨ་ར་བ་ཚ་སྐྱོར་ཟེར་བཞིན་བསླབ་དགོས་བ་རེད་ཨ་ནི། རང་རང་གི་བླ་མ་སྐྱེས་བུ་དམ་པ་རྣམས་ཀྱིས་ཡང་ཨ་ར་བ་ཚ་སྐྱོར། གང་སྲིད་ན་ད་རིག་པ་ཤེས་རབ་གོང་ནས་གོང་དུ་འཕེལ་དགོས་བ་རེད། འོ་དེ་འདྲ་སོང་ཙང་ད་ཤེས་རབ་སྐྱེས་དགོས་རེད་སོང་ངོ་ཤེས་རབ་ཀྱི་དབང་པོ་རྣོ་བ་ཞིག་དགོས་རེད། ད་དེ་འདྲས་ཀྱི་གདམས་པ་ཟབ་མོ་འཛིན་ཚོ་ལ་ཉམས་སུ་ལེན་པ་ལ་ད་ཤེས་རབ་དེ་མཁས་ཆེན་པོ་རེད་རྣམ་དཔྱོད་ཀྱི་ཤེས་རབ། ཐོས་པའི་ཤེས་རབ་ཀྱིས་ཆོས་ཀྱི་རྣམ་པ་ལ་སྒྲོ་འདོགས་གཅོད། བསམ་པའི་ཤེས་རབ་ཀྱིས་ཆོས་ལ་ངེས་ཤེས་བསྐྱེད་བསྒོམ་པའི་ཤེས་རབ་ཀྱིས། དོན་རང་གི་མཚན་ཉིད་དུ་རྟོགས་ནུས་པ་ཡིན་ནོ་གསུངས། ཐེ་ཚོམ་སྒོམ་གསུམ་གྱི་གལ་ཏེ་མ་གསུངས་ནང་དུ། ཆོས་འབྱུང་བའི་ཤེས་རབ། བསམ་འབྱུང་བའི་ཤེས་རབ། སྒོམ་འབྱུང་བའི་ཤེས་རབ་ཐེ་ཚོམ་སྒོམ་གསུམ་ཡ་མ་བྲལ་བ་ཅན། སློབ་གཉེར་བྱེད་པོ་ས་སྐྱའི་རིན་པོ་ཆེའི་དམ་པ། དེ་ནས་ཆེན་པོ་ཞི་བའི་ཆོས་རེད་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱེད་བར་སོ་གོང་ས་མཆོག་གིས་ང་ཚོ་ལ་ལམ་སྟོན་བཀའ་སློབ་མང་པོ་ཞིག་ཕེལ་བ་རེད། ལྟར་ཡང་ཨ་ནི་བསྡུས་པ་ལས། ད་དེ་བུའི་ནང་ལ་བསྡུས་པ་ཤེས་རབ་ཀྱི་བར་དུ་ཕྱིན་པ་བསྡུས་པ། ཟེར་ཏེ་ད་ང་ཚོ་འདི་བྲེལ་བ་མང་པོ་ཞིག་ཡིན། སྐྱ་སེར་ཕོ་མོ་མང་པོས་ང་ཚོ་སྟོད་ཁུག་ཡིན། བྲེལ་བ་མང་པོ་ཡིན། ཕོ་མོ་ཨེ་མེད་ཀྱི་རྒྱབ་མདུན་བཟང་གསུམ་འཇམ་དཔལ་མཚན་བརྗོད་བྱས་ཨ་ནི་བསྡུས་པ་བྱས། བཟང་སྤྱོད་གསུམ་པོ་དེ་དུས་རྒྱུན་དུ་ཞབས་འདྲེན་ལ་སྣང་བརྙན་མང་པོ་འདུག་ཨ་སྔོན་མ་ང་ཚོ་དེ་ཁྲོ་ཆེན་པོ་ཆེའི་དགོན་པ་ནས་ལྕམ་སྡེ་བཟང་གསུམ་དེ་དམིགས་བསལ་གྱིས་དཔེ་ཐུང་ཆུང་ཆུང་ཁྱེར་འདོད་གོ་ཞིག་གོ་དཔར་སྐྲུན་གནང་ནས་ཡོད་རེད། འདི་ཞལ་འདོན་གནང་མཁན་མང་པོ་རེད་ས། ང་ཚོ་དེ་འདྲའི་ཉམས་ཉེན་བྱེད་ཐུབ་ན་གལ་ཆེན་པོ་འདུག་ཨ། བྱས་ཙང་ད་འདོད་པ་འདི་ནང་ལ་ག་རེ་གསུང་བཞག་ཟེར་ན། ཤེས་རབ་མེད་ན་ཕ་རོལ་ཕྱིན་སྔ་འདི་དམིགས་བུ་མེད་པས་བགྲོད་པར་ནུས་མ་ཡིན་གསུང། ད་ཤེས་རབ་ཀྱི་རྣམ་དཔྱོད་ཀྱི་ཤེས་རབ་དེ་མེད་ན་ཤེས་རབ་ཀྱི་བར་དུ་ཕྱིན་པ་ཨ་ཟེར་ན་རྣམ་དཔྱོད་ཀྱི་ཤེས་རབ། ཆོས་གང་ལ་ཡང་རྣམ་དཔྱོད་ཀྱི་ཤེས་རབ་འདོད་ན་ཨ་ནི། བདེན་མེད་རྟོགས་པའི་བློ་དེ་བདེ་བླག་ཏུ་ཐོབ་ཡས་ཀྱི། དེ་ཡོད་རེད་བ། ད་བྱས་ཙང་ཤེས་རབ་མེད་ན། ནི་ཤེས་རབ་ཀྱི་བར་དུ་བྱིན་པ་ཡིན། མ་ཟིན་ན། ནི་སྦྱིན་པའི་བར་དུ་བྱིན་པ་དང་ཚུལ་མིན་བར་དུ་བྱིན་པ་དང་བཟོད་པའི་བར་དུ་བྱིན་པ་ལ་བར་དུ་བྱིན་པ་སྔ་མ་དེ་བརྒྱད་དེ། ནི་བར་དུ་བྱིན་པའི། མིང་ཐོབ་ཀྱི་མ་རེད། འཇིག་རྟེན་པའི་བར་དུ་བྱིན་ནས་འཇིག་རྟེན་གྱིས་སྦྱིན་པ་དང་འཇིག་རྟེན་གྱི་ཚུལ་ཁྲིམས། དཔེར་ན། ད་ཕྱི་རོལ་བ་ལ་ཚུལ་ཁྲིམས་ཞེས་པ་ཞིག་ཨ་རེ་དེ་ནས་ཤེས་རབ་ཀྱི་བར་དུ་བྱིན་པ་དེ་མེད་དུས། ནི་འཇིག་རྟེན་པའི་ཚུལ་ཁྲིམས་སྲུང་བ་དང་སྦྱིན་པ་ཞིག་བཏང་ན་ཡང་ང་ཚོ་ཕན་ཚུན་གཅིག་གཅིག་ལ་ངོ་དགའ། དང། ངོ་བཟུང་ནས་བ་ཕན་ཚུན་གཅིག་གཅིག་ལ་ཕན་འདོགས་བྱེད་པར་མ་གཏོགས། དོན་དམ་པའི་སྦྱིན་པ། གཏང་ས་དང། སྦྱིན་ཡོད་ཀྱི་རྫས་དེ་དང། དག་སྣང་གཞན་གྱིས་སྦྱིན་པ་སྟོང་པ་པོ་གསུམ་ཀ། འཁོར་གསུམ་མི་དམིགས་པས་རྒྱས་བཏབ་དགོས་པ་རེད། འོ་དེ་འདྲས་ཀྱི་བྱུང་བ་ཡིན་ན་དེ་སྦྱིན་པའི་བར་དུ་ཕྱིན་པར་བྱ་གི་རེད། དེ་འདྲས་མ་བྱུང་བ་ཡིན་ན་ཤེས་རབ་ཀྱི་བར་དུ་ཕྱིན་པར་མ་ཟིན་ན་སྦྱིན་པའི་སྦྱིན་པ་དེ་སྦྱིན་པའི་བར་དུ་ཕྱིན་པར་བྱ་གི་མ་རེད། སྦྱིན་པ་ཙམ་མ་འདོད་ད་སྦྱིན་པ་ཙམ་གྱིས་བསོད་ནམས་ཅིག་ལ་སྐྱེ་གི་རེད་དེ་ཡིན་ན་ཡང་སྦྱིན་པའི་བར་དུ་ཕྱིན་པར་བྱ། འཇུག་ཟིན་པའི་རྫས་པས་ཆ་ཤས་ལ་འགྲོ་ཐུབ་མ་རེད། འོ་དེ་སོང་བ་རེད། ཤེས་རབ་མེད་ན།

ཞེས་འོ་རེ་སོང་བ་རེད་ད་དེ། བསྟོད་བསྡུས་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་བའི་བ། དེ་ཡང་ཨ་ནི་ཤེས་བྱའི་ཉི་ཐོག་ཏི་རིན་པོ་ཆེས་ཚིགས་སུ་བཅད་པའི་སྒོ་ནས་གསུངས་པའི་གདམས་པ་ཟབ་མོ་ཅིག་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཡུམ། ཆོས་འཁོར་བར་བའི་གྲས་རེད། འོ་དེར་བཞག། འོ་དེ་ནས་ད། ཨ་ཙཱ་ར་ནི་དིང་རི་མི་སྡོད་འགྲོ། འགྲོ་ལྡོག་ད་ལྟ་ཁྱོད་ཀྱིས་དིང་རི་བ་ད་འགྲོ་ལྡོག་བཅད་དེ། འགྲོ་ལྡོག་བཅད་འགྲོ་ལྡོག་བཅད་ཟེར་དེ་བདག་མེད་རྟོགས་པའི། ཤེས་རབ་ལ་འགྲོ་ལྡོག་བཅད་ནས། ཨ་ནི་བདེན་མེད་དེ་རྟོགས་པའི་བར་བ། འོ་དེ་སོར་སྡང་འཛིན་གྱི་འཆིང་བ་བཅད་ནས། ཨ་ནི་བདེན་མེད་རྟོགས་པའི་ཐོག་ནས་བྱ་བ་གང་བྱས་ན་ཡང། ཨ་ནི།

ཁྱེད་ཀྱང་རྗེས་སུ་ཞུགས་ཤིག་དིང་རི་བ་ས་ངས་རྗེས་སུ་འབྲང། འབྲོངས་ཤིག་དིང་རི་བ་སོང་ནས་ད་བར་དམ་པ་སངས་རྒྱས། དིང་རི་རུ། ཕེབས་ནས་ཨ་ནི་དམ་པ། གནང་ཡོད་འདི་ལྟར་ཁྱེད་རང་ཚོ་ཡང་ང་ནང་བཞིན། ཨ་ནི་ང་ཡི་རྗེས་སུ་ཞུགས་ནས། ཨ་ནི་དམ་པ་ཉམས་སུ་རོངས་ཤིག་གསུང་ངོ། རོ། ངས་ནི་ཡེངས་བ་མེད་པར་འགྲོ་བ་ལ་བརྩོན་པ་བྱས་བ་ཡིན་པས་ཁྱེད་ཅག་རྣམས་ཀྱང་དེའི་རྗེས་སུ་ཞུགས་ཤིག་ང་ནང་བཞིན། ད་རྗེ་བཙུན་མི་ལ་རེ་བ་ཡང། ང་ཚོའི་རིས་མེད་ཆོས་ལུགས། དག་ན་བཞིན་སྐྱ་སེར་ཕོ་མོ་དབྱེར་མེད་ཀྱིས། ད་རྗེ་བཙུན་མི་ལ་རེ་བ་དེ་ད་ཡོངས་གྲགས་ཅིག་ཆགས་བསྡད་དུས། རྗེ་བཙུན་མི་ལ་རེ་བའི་རྗེས་སུ་འཇུག་གོ་རོའོ་དེ་ན་གཞི་བ་དམ་པ་སངས་རྒྱས་ཀྱི་ཡང་ཨཱནི། དིང་རི་བརྒྱ་རྩ་མ་དེ་མ་བཏོད་ནས་ད་འདི་ལ་ཨཱནི་ངའི་རྗེས་སུ་ཞུགས་ནས་ཉམས་སུ་ལོང་གསུངས་ཤག་ད་འདི་ལ་གར། གར་དུ་འོས་ན་ད་བ་དམ་པ་སངས་རྒྱས་ཀྱི་ངང་ནས་ཡེངས་མེད་མེད་པར་ཡེངས་པ་མེད་པར་འགྲུབ་བ་བྱས་ཟེར་དེ་ལ་འདི་དེ་ཡང་ནམ་ཡང་དྲན་པས་རྩིས་བཟུང་ཞིང་ཡང་དང་ཡང་དུ་སྒོམ་དུ་འགྲོ་ཡི། ཀླུ་སྒྲུབ་སྙིང་པོས་དགོངས་པ་ཡིན་སྲིད་ད། ད་ཆོས་བྱེད་ཆོས་བྱེད་ཟེར་བ་དེ་ལ་ད་སྒྲུབ་བ་ཉམས་ལེན་གྱི་ཨཱནི། སྒོམ་བྱུང་གི་ཤེས་རབ། ཐོས་བྱུང་གི་ཤེས་རབ་དང་བསམ་བྱུང་གི་ཤེས་རབ་འདི་གཉིས་གང་ལ་སྙིང་པོ་དེ་ག་རེ་རེད་ཟེར་ན། ཅོལ་ཆུང་གི་ཤེས་རབ་དེ་ལ་བརྟེན་ནས་བསམ་བྱུང་གི་ཤེས་རབ་དེ་སྐྱེས། བསམ་བྱུང་ཤེས་རབ་ཀྱི་སྙིང་པོ་དེ་དག་བསྒོམས་ནས་ལག་ལག་ཏུ་ལེན་དགོས་རུང་ཨང། འོ་དེ་སོང་བ་ཡིན་པ་རེད། ད་དེ་ལ་གདམས་པ་དེ་ཀླུ་སྒྲུབ་སྙིང་པོའི་དགོངས་པ་དེའི་ནང་ལ་ག་འདུག་ཟེར་ན་ནམ་ཡང་དྲན་པས་རྩིས་བཟུང་བ་ཆེ་བ་རེད་ཟེར། དྲན་པས་རྩིས་བཟུང་ནས་བསྒོམས་ནས་ཡང་ནས་ཡང་དུ་བསྒོམས་ནས། ཡང་ནས་ཡང་དུ་བསྒོམས་པ་ལ་ཨ་ནི་འདྲིལ་བ་ཟེར། བློ་ལ་འདྲིལ་བར་བྱེད་དགོས་ར་བ་ག་འདྲ་གདམས་པ་ག་རེ་ཡིན་ན་དེ་བློ་ལ་འདྲིལ་བར་བྱེད་དགོས་དུས་འོ་དེ་བསྒོམ་དགོས་རེད་ཟེར་ཡང་ནས་ཡང་དུ་འདྲིལ་བར་བྱས་ནས་བསྒོམ་དགོས་རེད་གསུངས། ཀླུ་སྒྲུབ་སྙིང་པོའི་དགོངས་པ་ཡིན་གསུངས། ཨ་ནི་ད་དེ་ནི། ངས་ནི་ཡེངས་པ་མེད་པར་གྲུབ་བར་བྱས་ཟེར་ཡི་དོན་དག་དེ་ལ་རྣམ་ཐར་ནང་ལ་ག་རེ་གསུངས་ཟེར་ན། ཨ་ནི་ཡེངས་པ་མེད་པར་གྲུབ་བར་བྱས་པའི་གནང་ཞོར། རྣམ་ཐར་ལོ་རྒྱུས་དེའི་ནང་ལ། ཀླུ་སྒྲུབ་ཀྱིས་ཕུག་པ་ལ་ལོ་བཅུ་གཉིས་ཀྱི་བྲོ་བ་བཙལ་བ་ཉོན་སོང་གདའ་ན་ཞིང་ཁ་ཆེ་ཁྲི་ལྡན་གྱིས། བྱང་ཤར་འབྲོག་མི་རིགས་ལ་ལོ་བཅུ་གཉིས་ཀྱི་བྲོ་བ་བཙལ། དེ་ནས་སེང་གེ་རྫོང་དུ་ལོ་དྲུག་བྲོ་བ་བཙལ། རྡོ་རྗེ་གདན་དུ་ལོ་བཅོ་ལྔ་བྲོ་བ་བཙལ། རང་བྱུང་གི་མཆོད་རྟེན་དུ་ལོ་བཞི་བྲོ་བ་བཙལ། ཀུ་རུ་ཀུ་ལུའི་རི་ལ་ལོ་ལྔ་བྲོ་བ་བཙལ། ཆུ་བོ་གངྒཱའི་འགྲམ་དུ་ལོ་བཅོ་ལྔ་བྲོ་བ་བཙལ། རྒྱ་གར་ཤར་ཕྱོགས་ཀྱི་དུར་ཁྲོད་དུ་ལོ་ལྔ་བྲོ་བ་བཙལ། དུར་ཁྲོད་བསིལ་བའི་ཚལ་དུ་ལོ་བདུན་བྲོ་བ་བཙལ། ཡང་རྡོ་རྗེ་གདན་དུ་ལོ་གསུམ་བྲོ་བ་བཙལ། མངོན་པར་དགའ་བའི་ཡུལ་དུ། ལོ་བཅུ་དྲུག་པ་བཙས། འོ་དེ་འདྲའི་དྲུག་པ་བཙས་ཤག། གཞན་ཡང་རྒྱ་གར་གྱི་ཡུལ་ན། རྡོ་རྗེ་གདན་ལ་སོགས་ཏེ་སངས་རྒྱས་ཀྱི་མཛད་པ་མཛད་པའི་གནས་བཅུ་གཉིས་བྱེད། སངས་རྒྱས་ཀྱི་མཛད་པ་མཛད་ས་ཡི་གནས་བཅུ་གཉིས་བྱེད། དག་སྣ་ཞིང་མ་ག་དྷཱ་མ་ག་དྷཱ་སི་ན་ཏཱ། རྡོ་རྗེ་གདན་གྱི་གཡས་གཡོན་མཛོད་ལ་མ་ག་དྷཱ་སི། སེར་སྣ་སྔ་མོ་ཡིན་ན་མ་ག་དྷཱ་སི་བཞི་ནི། ཐ་སྙད་རྙིང་པ། མ་ག་དྷཱ་སིའི་དུ་བ་དེ་མཁའ་གསང་དང་མ་ག་དྷཱ་སེ་སྟེ། ག་ཡ་ཡི་དེའི་དུ་བ། གྲོང་ཁྱེར་ཆུང་ཆུང་གཅིག་ཏུ་ཨོ་དེ་ལ་མ་ག་དྷཱ་སིའི་ཐ་སྙད་དེ། དེ་འདྲ་ཡང་བཟླས་ཤག། མ་ག་དྷཱ་སིའི་དུ་དང་མ་ག་དྷཱ་ང་ཚོས་དེ་མ་ག་དྷཱ་སི་བྱས་ནས་ཐ་སྙད་དེ་ཚགས་དེ་བརྒྱབ་ནས་མ་ག་དྷཱ་ལ་བཟླས་ཤིང། ཅི་དང་དེ་འདྲ། མ་ག་དྷཱ་ཡི་དུ། ཨོ་དེའི་ཐ་སྙད་དེ་འདྲ་ཡང། ཐ་སྙད། གྲོང་གསེབ་ཆུང་ཆུང་ཅིག་ལ་ཐ་སྙད་བསྡད་བཞག་ཅེས་ནམ་རྒྱུན་ལྟར། འདི། སྒེར་གྱི་ཁོངས་གཏོགས་རེད་བསྡད་རེད་བ། མངའ་སྡེ་ཆེན་པོ་བྱས་ནས་ཆེན་པོའི་དབང་དུ་བྱས་ནས། སྒེར་གྱི་ཁོངས་གཏོགས་རེད། འོ་དེ་བྱས་ནས་རྒྱ་གར་ཡུལ་རྡོ་རྗེ་གདན་ལ་སོགས་ཏེ། སངས་རྒྱས་མཛད་པ་ཟེར་བའི་གནས་བཅུ་གཉིས་བཅས་མ་ག་དྷ་བཅས་རྒྱ་བོད་ཁབ་ལ་སོགས་ཏེ། ཨ་ནི་ཆོས་ཀྱི་འཁོར་ལོ་བསྐོར་བའི་གནས་དགུ། བཅས་ཨ་ནི་སེང་གེ་རྫོང་དང། ཨ་ནི་རི་བཅུ་སོགས་ཏེ་བདེ་བར་གཤེགས་པ་བཞུགས་པའི་རི་བོ་དགུ་བཅས། ཨ་ནི་ལྷོ་ཕྱོགས་ཀ་ལིང་ཀ་ལ་སོགས་པ་དུར་ཁྲོད་ཆེན་པོའི་གནས་བརྒྱད་བཅས། ད་དམིགས་བསལ་གྱི་དུར་ཁྲོད་ཆེན་པོའི་གནས་དེ་ཚོ་ལ་དགོངས་པ་ཉམས་སུ་བླངས་པ་ཡིན་ན། ཨཱ་ནི་རྡོ་རྗེ་ཕག་མོའི་བྱིན་གྱིས་བརླབས་པའི་གནས་ཡིན། ད་དུས་གྲོས་མཛོད་མང་ཆེ་རྡོ་རྗེ་ཕག་མོའི་གནས་རེད། འོ་བདུན་ཚོས་ནང་ལ་ཨཱ་ནི། སྒོམ་ཉམས་ལེན་མཛད་པ་ཡིན་སོང་བ་ཡིན་པ་རེད། དཔའ་བློ་ཨོ་རྒྱན་ཡུལ་དང་དཔའ་ངོ་ཚ་བའི་གནས་ཉི་ཤུ་རྩ་གཅིག་ཏུ། ཨཱ་ནི། སྒྲུབ་པ་མཛད་པ་ཡིན་སོང་ཤག་བློ་གྲོས་ཕུག་པ་ལ་སོགས་ཏེ་དམ་ཚིག་མཁའ་འགྲོས་བཞུགས་གནས། ལྔ་བཅུ་རྩ་ལྔ་སྟེ། མཁའ་འགྲོ་མའི་འདུ་ཁང་བརྒྱ་ཉི་ཤུ་རྩ་གསུམ་ཡོད་པ་ལ། ཡུན་རིང་ཐུང་ནས་མ་བྱོན་པར། མ་བྱོན་པ་དང། ཡུན་རིང་ཐུང་ཅིག་མིན་ཏེ་མ་བྱོན་པ་དང་ད་དེའི་ས་ཆ་དེ་ཚོ་ལ་གནས་སྲིད་ལ་ཕེབས་ས་ཆ་དེ་དང་དེ་རུ་ཡོད་ཁྱད་པར་ཅན་དག། གནས་ཟེར་ཏེ། གནས་ལ་འཕགས་པའི་སྐྱེས་བུ་དམ་པའི་བག་བྱིན་གྱིས་བརླབས་པ་དང་བྱིན་གྱིས་བརླབས་པའི་གནས་དེ་ཡང་གང་ཟག་ལ་ཚུར་བྱིན་གྱིས་བརླབས་པ་ལ་སོགས་པ་སྐོར་དེ་འདྲས་ཀྱི་ཁྱད་ཆོས་མང་པོ་འཇོག་རེ་གནས་རྒྱ་གར་འགྲོ་ཡ་དེ་ང་ཚོ་གནས་རྒྱ་གར་འགྲོ་སྲིད་དེ་རིང་ཁ་སང་ང་ཚོ Tourist འདྲ་བོ་བྱས་ནས་པར་ཆས་ཞིག་ཁྱེར་དེ་ནས་སྨོན་ལམ་རྒྱག་ཡ་དང་ཨ་ནི་སྐྱེས་བུ་དམ་པ་དེ་ཡིས་ཉམས་ལེན་ག་རེ་གནང་དང་དེའི་གནས་དེ་ནི་ང་ཚོ་ལ་ཁྱད་པར་གནས་དེ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཀྱི་དམ་པ་རྒྱུད་ལ་སྐྱེས་ཀྱི་འདི་ཚོ་ལ་ཞིབ་འཇུག་མ་བྱས་བ་བྱེད་དབང་རྩོད། འདི་ཚོ་ནོར་གི་འདུག། གནས་ག་བ་གནས་འགོ་ལ་ཕེ་བ་ཡིན་ན་དེ་དང་དེ་རུ་སྨོན་ལམ་རྒྱག་ཡ་དང་དེ་གནས་དེ་ངོས་འཛིན་པ་དེ་གལ་ཆེན་པོ་རེད་དོ། འོ་དེ་འདྲ་རེད་ཤག་ཨ་ནི་བོད་ཀྱི་ཞུ་བ་ཏོ་ཡི་ཨེ་གནས་རྣམས་སུ་བ་ཡང་ཞག་ཤས་རེ་ཞུགས་ནས་བྱིན་གྱིས་རླབས་བཟོ་སོང། ད་དེ་འདྲ་ངས་གོང་དུ་ཞུ་བ་ནང་བཞིན་གནས་ལ་གང་ས་ཁྱད་པར་ཅན་གྱི་བ་བྱིན་གྱིས་རླབས་བ་དང་གནས་དེ་ཡི་ཨ་ནི་ང་ཚོ་ཕལ་བ་ཚོ་ལ་ཡང་དེའི་བྱིན་རླབས་ཚུ་ཐོབ་ཡས། འོ་དེ་འདྲ་རེད་སྤྱི་དང་གནས་བྱང་ཆུབ་སེམས་དཔའ་གང་དུ་ཞུགས་པའི་གནས། ཨ་ནི་ད་བ་འདྲ་སྤྲོ་བཞག་ཉན་ཐོས་ག་རེ་མཛད་པ་ཡིན་ན་དེའི་གནས་དེ་བྱང་ཆུབ་སེམས་དཔའི་བྱིན་གྱིས་བརླབས་མཛད་དེ་དེས་བྱང་ཆུབ་སེམས་དཔའ་དེའི་མཛད་པ་ག་རེ་བསྐྱངས་པ་དེ་ང་ཚོ་ལ་གྲུབ་རྟགས་ཉེ་བར་བྱའོ། འོ་དེས་ཧ་གོ་བའི་སྒོ་ནས་ནི་ང་ཚོ་གནས་འོག་ལ་འགྲོ་ན། ནི་ཕན་ཐོགས་ཆེན་པོ་ཡོང་གི་འདུག་ཨང། འོ་དེ་འདྲ་རེད་ཤག་ད་དེ་ནི། མདོ་ལས། གང་ཞིག་ཆོས་འདི་འཇིག་པའི་ཚེ། རྒྱལ་བའི་དྲིན་ལན་བླ་ན་འདོད་པས། སྐད་ཅིག་ཡུད་ཙམ་བསྒོམ་བྱེད་པས། སྟོང་ཁམས་གང་བའི་སེམས་ཅན་གྱི། སྲོག་གི་སྦྱིན་པ་སྦྱིན་པ་བས། བསམ་གཏན་བསྒོམ་པ་ཡོན་ཏན་ཆེ། ད་དེ་ནི། གནས་འོག་ལ་འགྲོ་བའི་གནས་དེ་བདེ་གསུངས་འདུག་ཨང། གང་ཞིག་ཆོས་དེ་འཇིག་པའི་ཚེ་སུ་ལྟ། ནང་པའི་ཆོས་དེ་ཚོ་འཇིག་པའི་དུས་སུ་ཡང། རྒྱལ་བའི་དྲིན་ལན་བླ་ན་དོད་པས་སུ་ལྟ། རྒྱལ་བ་རྣམས་ཀྱིས་སྔར་གྱི། ང་ཚོ་ལ་ཆོས་བསྟན་པ་དང་གནས་ཕྱི་ཡི་ལ་བ་ལ་སོགས་པའོ། དེ་འདྲའི། དྲིན་ལན་བརྒྱ་བར་འདོད་ཉན་དེ་ཚོ་གི། སྐད་ཅིག་ཡུད་ཙམ་ས་ཕྱོགས་དེ་རུ། སྒོམ་རྒྱག་བ་ཡིན་ན། གནས་སྐོར་ལ་བྱེད་ནི་ཁྱུག་ཚོད་ཁྱུག་ཚོད་ཅིག་ང་ཚོ་ཁ་འདོན་ར་བྱས་སྒོམ་རྒྱག་བ་འདུག་ཨང། སྟོང་ཁམས་གང་བའི་སེམས་ཅན་གྱི། སྲོག་གི་སྦྱིན་པ། འཇིག་རྟེན་གྱི་ཁམས། སྟོང་གསུམ་གྱི་གང་བའི་སེམས་ཅན་རྣམས་ལ་སྦྱིན་པ་སྦྱིན་པ་བས་སྲོག་གི་སྦྱིན་པ་སྦྱིན་པ་བས། ཨ་ནི་བསམ་གཏན་གྱི་སྒོམ་པ། བྱ་བ་དེ་ཨ་ནི་ཡོན་ཏན་བྱེད་པ་རེད་གསུངས་འདུག་བ། མདོ་ཡི་ནང་ལ། འོ་དེ་ཞེས་ད་དེ་ནི་ཞེས་དང་དེ་ལྟ་བས་ན། གཞོན་ནུ། ཁྱོད་ཀྱིས་སྒྲུབ་པ་སྙིང་པོར་སྒྲུབ་བ་ལ་བསླབ་པར་བྱ་སྟེ་ཅིའི་ཕྱིར་ཞེ་ན། གཞོན་ནུ། སྒྲུབ་བ་པོ། སྒྲུབ་པ་སྙིང་པོར་བྱེད་པ་ལ། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ། དཀའ་བ་ཡིན་ནོ། མགོན་པོ་ཀླུ་སྒྲུབ་ཀྱི་སྙིང་དང་བྲལ་ལ་མང་དུ་གསོལ་ཅིག་དགོས། ཕན་པའི་གདམས་པ་དོན་པོ་འདི་ལགས་པས། ཁྱེད་ཀྱིས་ཐུགས་འདུལ་མཛོད་ཅིག་བཅོམ་ལྡན་གྱི་སེམས་ནི་ཆོས་ཀྱི་རྩ་བ་བརླག་པར་སོང་ཟིན། ད་གཙོ་བོ་དེ་སེམས་འདུལ་བོ་རེད། གནས་སྐོར་ལ་ཕྱིན་ནས་སེམས་འདུལ་སྒོམ་ཅིག་བརྒྱབ་ནས་རང་གི་ཉོན་མོངས་འདི་ཡལ་ཏེ་བསྡུ་འདབ་བོ་འདི་འདྲེ་ལ་འབད་བརྩོན་ཆོག་རེད་གསུངས་འདུག་བ། རྒྱ་བི་ཡུམ་ལས་ད་སངས་རྒྱས་ཀྱི་གསུང། ཡུམ་བར་མའི་ནང་གི་ཚིག་ཅིག་རེད་འདུག་བ། སེམས་ཅན། སེམས་གཡེངས་པ་གང། ཇི་སྙེད་པ་དེ་དག་ཇི་སྐད་དུ་ཆོས་སྟོན་ཏེ། ལྕེ་ཡི་རྒྱལ་པོ་དག་སེམས་གཡེངས་པ་ནི་སྡུག་བསྔལ་བ་སྟེ། སེམས་གཡེངས་བདེ་བ་ཡིན་ན་ཨ་ནི་ཉོན་མོངས་ཡིན། ད་རྣལ་འབྱོར་ལ་རྩེ་གཅིག་ཏུ། མ་ཤོར་བ་ཡིན་ན་སེམས་གཡང་གཡེངས་ལ་བདེ་བ་ཡིན་ན་ཨ་ནི། ཉོན་མོངས་ཀྱི་བག་ཆགས་སྔར་ནས་བྲིས་བདེ་བ་འདིས། ཨ་ནི་ཡན་པོར་སོང་ནས་བསམ་བློ་ཡན་པར་བསྲང་བ་ལ་བརྟེན་ནས་ཆགས་སྡང་གི་བློ་ཡིས་ཨ་ནི་སྡུག་བསྔལ་འཇུག་བྱེད་ཀྱི། རྒྱུ། ངན་སོང་ལ་སྐྱེ་བྱེད་ཀྱི་རྒྱུ་འདྲ་མི་འདྲ་སོགས་པ་ཡིན་ཙང། ཨ་ནི་སྡུག་བསྔལ་སྐྱེ་ཡི་རྒྱུ་མི་འདི་ཡོད་མ་རེད་ཟེར་གཡེངས་པ་ཡིན་ན། བྱས་ཙང་ད་སེམས་རྩེ་གཅིག་གིས་བྱ་བ་ག་རེ་བྱེད་ནའི་སེམས་རྩེ་གཅིག་གིས་རྣལ་འབྱོར་ལ་གནས་པའི་སྒོ་ནས་བྱེད་དགོས་རེད། བྱ་བ་ཆོག་གི་རེད་གསུངས་བ་རེད་བ། དཔེར་ན་ང་ཚོ་སྤྲོ་འཆམ་ཉོན་སྡུག་གང་བྱས་ན་ཡང་སེམས་མ་ཡེངས་པའི་ཐོག་ནས། ཆོས་ཆོས་སུ་སོང་བ་ཞིག་བྱང་ཆུབ་སེམས་དང་སྟོང་ཉིད་ལྟ་བ་དེ་མ་ཡེངས་པའི་ཐོག་ནས་བྱ་བ་གང་བྱས་པ་དེ་རྒྱལ་ཏེ། ཨ་ནི་དེ་ས་ལ་འགྲོ་བ་མ་གཏོགས་ངན་སོང་སྐྱེ་བྱེད་རྒྱུད་ལ་མི་འགྲོ་བ་ཡིན་པ་རེད་མགོ་བོ་དེ་གསུངས་བ་རེད། གང་སེམས་གཡེང་བའི་རྣམ་པར་སྨིན་པ་ནི་སེམས་ཅན་དམྱལ་བ་དང་བྱོལ་སོང་གི་སྐྱེ་གནས་སམ། ཨ་ནི་གཤིན་རྗེ་འཇིག་རྟེན་ཉིད་འདི་དེ་ལྟར་ངན་སོང་གསུམ་དུ་ལྷུང་ན། བདག་ཅག་ཀྱང་སྟོན་པ་མི་འདི་སུ་དང་དེ་འདྲས་ཀྱི་སེམས་གཡེང་བའི་ཐོག་ནས་ངན་སོང་དུ་ལྷུང་བ་ཡིན་ན། ཨ་ནི་རང་ཉིད་ཀྱི་དོན་ཡང་བྱེད་ཐུབ་མ་རེད། ཨ་ནི་གཞན་གྱི་དོན་དག་ག་ནས་བྱེད་ཐུབ་ཟེར་བའང། ད་ང་ཚོ་འདི་འདྲ་བྱང་ཆུབ་སེམས་དཔའི་སྡོམ་པ། ཡང་ནས་ཡང་དུ་ཞུས་འོས་ཙང་བྱང་ཆུབ་སེམས་དཔའི་སྡོམ་པ་ལ་བསླབ་ཉན་གཅིག་གི་ཐོག་ནས་རང་ཉིད་ཀྱི་དོན་དག་བྱེད་མ་ཐུབ་ན་གཞན་དག་གི་དོན་དག་དག་ག་ནས་བྱེད་ཐུབ། འོ་དེ་སོང་བར་དེའི་ཕྱིར་ཁྱེད་ཀྱིས་གཡེང་བའི་སེམས་ག་ཙམ་དུ་གོ་སྐབས་ཀྱང་མི་བྱོལ་སེམས་རྩ་ནས་མ་ཡེངས་བར་བྱེད། བྱང་ཆུབ་སེམས་དཔའ་སྟོང་ཉིད་ལྟ་བ་དེ་ལྷང་ལྷང་གི་ངང་ནས་བྱ་བ་ག་རེ་བྱེད་ནས་འདིས་དགག་ནས། འགྱོད་པ་མེད་པ་ཞིག་བྱེད་འོ་རེད་གསུངས། འོ་དེ་འདྲས་མ་བྱ་བ་ཡིན་ན་ཕྱིའི་འགྱོད་པ་ཅན་དུ་འགྱུར་ལྟ་རེད་གསུངས་ཤག། འོ་དེ་རེད་ཤག་ད་དེ་ནི་ད་རིང་ཐ་མ་དེ་འོ་དེ་རེད་ཤག། ཞེས་དིང་རི་བ་རྣམས་ལ་བདག་བཀའ་ཞལ་འཛེམས་སུ་བཏང་པའོ་གསུངས་ཤག། ལ་སོགས་ཚུལ་གྱིས་བྱས་ཨ་ནི་ད་རིང་དེ་ནི་མ། རྒྱུགས་བསྒྱུར་བ་རེད། ཨ་ནི་ཁ་ཚིག་མཐོང་མ་བྱས་ན། ཕ་དམ་པ་སངས་རྒྱས། དམ་པ་དིང་རི་རྒྱ་བཟའ་མ་དག། ཚིག་སྙན་སྙན་གཉིས་གཉིས་བྱས་ད་གཅིག་གཉིས་ཤིག་ཚིག་གསུམ་འདུག་མ་འདི་བཞིན་ཚིག་སྙན་སྙན་གཉིས་གཉིས་བྱས་བ་རྒྱ་བྱས་དུས་ཉུང་ཉུང་རེད་དེ་འདི་འབྲེལ་བ་འདི། ཨ་ནི་ཆོག་སྒྲིག། ཚུ་ལྷོ་སྒྲིག་ནས་ཆོག་སྒྲིག་གནང་ཉེན་འདི། མཆན་དང་དེ་ཚོ་ཆོག་སྒྲིག་གནང་ཉེན་འདི་དེ་རེད་བཞག་འབྲེལ་བ་ཆོག་སྒྲིག་གནང་ཉེན་འདི་ཀྱི་དམ་པ་མང་པོ་ཞིག་ཆོག་སྒྲིག་གནང་འདུག་བ་ཨོ་དེ་དིང་རི་ཕུག་དགའ་བ། ཨ་ཁུ་བླ་མ་ཚུལ་ཁྲིམས་རྒྱལ་མཚན་སོགས་ང་དེ་ཨ་ནི་དེ་བྱས་དེ་གནང་བཞག་ཕྱོགས་བསྒྲིགས་གནང་བཞག་དེ་ཨ་ནི་མཆན་འགོད་ཉིན་དེ་ང་ཚོས་འདི་འདྲ་ང་ཚོའི་དེ་གླེང་སྟེགས་དེའི་ནང་ལ་ཞུགས་པའི་བྷ་ར་ནེ་སིའི་མཁས་དབང་ཨ་ནི་ལ་སྟོད་ནོར་བུ་ལགས་ཀྱིས་ཕྱོགས་བསྒྲིགས་བྱས་པའི་དེབ་དེ་འོ་འདུག་ཟེར་ངས་ཁ་ཚིང་དེ་ཁ་ཚིང་ཚད་ནས་ད་དེ་ནི་དེ་ཚ་མས་འབྲེལ་བ་ཞུས་བ་ཡིན་ན་དེའི་ནང་ལ་དམ་པ་མང་པོ་ཞིག་ཕྱོགས་བསྒྲིགས་བྱས་ས་དེ་ཕན་ཐོགས་ཆེ་བ་ཡོང་གི་རེད་བསམ་ནས་ངས་ཁ་ཚིང་དེ་ཚུ་ཚད་ནས་རག་ནས་ཨ་ནི་དེའི་ཐོག་ནས་མ་ཞུས་ནས་ད་ད་རིང་འདུག་ཟེར་ཚར་བ་རེད་དེ་དེབ་དེ་སྦྱིན་བདག་དེ་དིང་རི་གངས་དཀར་བ་ང་ཚོ་དིང་རི་དིང་རི་གངས་དཀར་བ་ཨ་ནི་བུ་ཕ་ཡུལ་ལ་ཞུ་ཡོག་རེད། བུ་ཚེ་རིང་བསམ་འཕེལ་གྱིས་ད་དགུང་ལོ་བགྲེས་བོ་ཞུ་བཞིན་རེད། ཁྱོ་ཚེ་རིང་བསམ་འཕེལ་གྱིས་ཨ་ནི་དེ་གནང་ཤག། ཨ་དེབ་ཀྱི་སྦྱིན་བདག་གནང་ནས། ཨོ་དེ་འདྲས་ཞེས་ཕྱོགས་བསྒྲིགས་བྱས་པའི་དེབ་དེ། ངས་དེ་ནི་མ། ཞུས་ནས་ད་ད་རིང་འདུག་ཟེར་ཆ་ཚང་ཚར་བ་རེད། ཨ་ནི་ཐུགས་རྗེ་ཆེ་ད། སྐལ་བ་བཟང་པོ་བྱུང་སོང། ཨ་ནི་ད། ཨ་ག་ཚོད་ཐུབ་ཐུབ་ཀྱིས་ང་ཚོ་དིང་རི་རྒྱ་ཟ་མ་འདི་ལ་ད། ཡང་སྲིད་ཡང་སྲིད་བལྟས་ནས་ཨ་ནི་རྣམ་པ་ཚོས་ཡང། སྒྲ་འཇུག་གནང་ནས་ཡོད་ཤག། ཨ་ནི་དཔེ་མེད་སྲིད་ཡག་པོ་རེད་ད་ངས་ད་དེ་ནི་མ། ཞེ་དྲག་ཞེ་དྲག་ཞུ་བཞིན་དགོས་བ་མ་རེད་དེ་ན་ཡང་ད། རང་དང་རང་འདྲ་བ་ལ། ཏན་ཏན་ཕན་གྱི་རེད་བསམ་ནས་ནོར་བ་དང་མང་པོ་ཡོད་རེད་ནོར་བ་ལ་འཛེམ་བསྡད་ན་ཕན་ཐོགས་ཆེ་ཐུག་ཡས་མི་འདུག་བྱས་ཙང་ག་ཚོད་ནོར་བ་ཡིན་ན་ཡང་ད་ང་ཚོ་ནང་འཛག་བྱས་ནས་ཡ་མེད་བཏང་ནས་ཡིན་ནང་ལ་ད་ཕན་ཐོགས་ཡོད་བ་དེ་ལ་དགོངས་བཞེས་གནང་གི་ཡོད་བ་གཞི་བཟུང་བྱས་ནས་འདུག་ཟེར་ནས་ཞུས་བ་རེད་ད་ནོར་འཁྲུལ་མང་པོ་ཞིག་བྱུང་ཡོད་རེད་ཚིག་ནོར་དང་དོན་ནོར་མང་པོ་ཞིག་གོ་རྒྱ་བོད་དགོངས་པ་ཇི་མ་ཇི་བཞིན་གླེང་ལ་རྒྱ་བ་དེ་དང་མཚུངས་པ་ཞིག་ཉམས་རྟོགས་ཀྱི་སྒོ་རེད་དེ་འདྲ་ནི་ང་ཚོ་ལ་ཡོད་མ་རེད། ཡིན་ན་ཡང་ད་གཟོད་སོ་སོ་ཆུང་དུས་ནས་གྲྭ་བ་བྱས་པའི་མྱོང་བ་ཕྲན་ཙམ་ཞིག་ཡོད་པ་དེ་གཞི་བཟུང་བྱས་ནས་རང་ཉིད་ལ་ཡང་འདི་ལ་ཨ་ནི་ལྟ་ལོག་བྱས་ཀྱང་ཤེས་བྱའི་དེ་ཡི་ཕན་ཐོགས་ཅིག་ཡོང་གི་རེད་བསམ་སྟེ་རང་ལྟ་ལོག་འཚམས་པ་སྨན་པ་རྣམས་ལ་སྐྱེ་ལྡན་ཕན་ཞིག་ཐོགས་གི་རེད་ཟེར་ནས་ཞུས་བ་རེད། ཨ་ནི་སྨན་པ་ཚོ་ལ་ཐུགས་ཕན་གསོས་ཡི་རེ་བ་ཞུ་གི་ཡོད་ཨ་ནི་ནོར་བ་དེ་འཁྲུ་བ་མཛོད་ཨ་ནི་གས་པ་དང་ཨ་ནི་རྒྱ་བོའི་སྤྱན་སྔར་ཨ་ནི་མཐོ་ཞིང་ཤགས་སོ་ཟེར་ནས་ཞུས་ཡིན་ཨ་ནི་ཚུལ་གྱིས་བྱས་ཨ་ནི་བཀྲ་ཤིས་བདེ་ལེགས། ཨོ་དེ་འཇུག་དེ་ཨ་ནི་དེ་འདུག་ལྟས་སྙིང་གི་རྟེན་འབྲེལ་སྙིང་པོའི་གཟུངས་སྔགས་ཅིག་འདུག་དེ་ངས་ད་ཞུས་བཞག་གིན་ཨོམ་ཡེ་དར་མ་ཧེ་ཏུ་པ་ར་པ་བ་ཧེ་ཏུན་ཏེ་ཀན་ཏོ་ད་ག་ཏོ་ཧའི་བ་ཏེ་ཏེ་ཀན་ཛ་ཡོ་ནི་ར་ད་ཨི་ཝམ་བ་ཏི་མ་ཤར་མ་ན་སོ་ཧ། འདི་ལ་རྫ་ཡང་འདུག་ཟེར་ན། རྒྱལ་བ་ཁྱོད་ཅིག་ཟེར་ད་ང་ཚོ་དཀར་པོ་དགེ་བའི་ཆོས་བྱེད་པའི་དཀར་པོའི་སེམས་དེ་རྒྱལ་བ་དང་སོ་སོ་གང་ཟག་རེ་རེ་ལ་བསྟོད་དེ། ཉོན་མོངས་དུག་གསུམ་གྱིས་བཅིངས་པའི་བསམ་བློ་ངན་པ་དེ་བ་ད་རྒྱལ་དང་ཕམ་ཟེར་ཏེ་སྤྱི་བཏང་ནས་ཁོ་བོའི་ནང་ལོགས་ལ་ང་ཚོ་རྒྱལ་ཕམ་གྱི་སྐད་ཆ་མ་ཡིན་པ་ཆེད་རང་རང་གི་བསམ་བློ་ལོག་པ་དེ་བསྐྱེད་དེ་ལས་བསམ་བློ་རྣམ་པར་དཀར་བ་དེ་བསྐྱལ་ནས། རྒྱལ་བ་ཁྱོད་ཅིག་སོའི་དོན་རེད་རྫ་ཡང་འདུག་ཟེར་ཏེ་རྒྱལ་བ་ཁྱོད་ཅིག་མང་ག་ལམ་ཟེར་ཏེ། ངས་ད་བཀྲ་ཤིས་པའི་ཚིགས་སུ་ད་ཐ་མ་དེ་ལ་འདུག་ཟེར་བྲིས་བཞག་ཡོད་མང་ག་ལམ་ཟེར་ན། བཀྲ་ཤིས